ཨ་ནི་ཡིག་སྐྱོང་དེ་ང་ཚོ་གི་ཚིག་མཛོད་ནང་བཞག་བེད་སྤྱོད་བཏང་ནས་ད་གར་གྱི་འདི་ན་ང་ཚོའི་དྲ་ཚིག་ནང་ལ་དཔེ་ཆ་ཧ་ཅང་གི་མང་པོ་ཡོད་རེད་དེ་ཚོ་ནང་ལ་ད་མཚན་ཉིད་མཚང་གཞི་ཨ་ནི་ཐ་སྙད་གསར་པ་མི་སྣ་ཨ་ནི་ས་ཆ་ལ་སོགས་པ་འཚོལ་ཞིབ་བྱེད་ཐུབ་གི་ཡོད་རེད་དེ་འཚོལ་ཞིབ་བྱེད་སྟངས་གི་སྐོར་དེ་ཨ་ནི་ངས་དཔེ་མཚོན་གི་ལམ་ནས་ངོ་སྤྲོད་བྱེད་ཀྱི་ཡིན། དང་པོ་ང་ཚོ་དྲ་ཚིགས་ཀྱི་སྐད་ཡིག་དེ་ང་ལ་བོད་ཡིག་ནང་སྔར་ལྟར་བསྡུས་པ་འདུག་དེ་འདྲ་ཡིན་དུས་བོད་ཡིག་ལ་བསྒྱུར་དེ་ནི་མཚོ་རུ་ཟེར་ས་གི་དེ་ནི་ཨ་ནི་ད་ང་ཚོ་གི། འདི་ཡིག་སྤྱང་ཟེར་བ་ཅིག་ཡོད་རེད་ཡིག་སྤྱང་ཟེར་བ་དེ་འདེབས་དེ་ནི། ད་མཚོར་ཤར་ཏེ་ངའི་དཔེ་མཚོན་གྱི་ཆེད་དུ་ཏུའུ་ལབ་ཟེར་བ་དེ། ཨ་ནི། བེད་སྤྱོད་དང་གི་ཡིན་ཏུའུ་ལབ།

དེའི་ནང་ནས་གཅིག་ལྟ་བ་ཡིན་ན། འོན་ཏེ། མིག་བ་དུར་ལམ་ནི་གཉིས་ཏེ་ཟེར། རྟ་འདི་བཞི་བཙའ་ཁོ་འདྲ་བགྱི་བ་འདྲ་བོ་ཅི་འདོད་དེ་འདྲ་ཡིན་དེས་ན་ལྟ། ད་དུང། དེ་ལས་འདི་གི་འགྲེལ་བཤད་དུ་ཚོ་ཉུང་དྲགས་འདུག་དེ་ནི་ང་ཆ་ཚང་སྟོན་དགོས་དགོས་ལབ་པ་ཡིན་ན། ཡིག་རྐྱང་ནང་སྟོན། དེ་ལ་དུས་འགོག་ཅིག་བསྣན་པ་ཡིན་ན།

པར་བརྒྱབ་བྱ་རྒྱུ་དགོས་དཔེ་ཆ་རང་གི་དེ་ལྷག་ཡོད་དགོས་རེད་དེ་འདྲ་ཡིན་དུས་ན་ང་ཚོ་དགོས་གཞུང་གཅིག་དེ་འདྲ་བྱེད་དགོས་ཀྱི་ཡོད་པ་ཡིན་ན་ཨ་ནི་ཁོང་བཙན་པ་དང་ནི་ཁོང་ཐབས་ཅིག་ཡོད་དགོས་ཡོད་རེད་དེ་གི་ཁེ་ཕན་ཡོད་རེད་དེ་གཅིག་རེད་དེ་ནི་མི་དགོས་བ་ཡིན་ན་ཡང་བསྐྱར་དེ་གང་ལ་ཅིག་བསྣན་པ་ཡིན་ན་ཨ་ནི་མི་ཡ་ཆང་འགྲོ་དགོས་རེད་ཨ་དེ་འདྲ་ཅིག་རེད་དེ་ནི་ཁྱེད་རང་གི་འདི་གི་ཡིག་རྐྱང་རེ་རེ་དང་ཨ་ནི་དེ་གི་ཡིག་རྐྱང་དེ་གི་ད་མ་ཤི་ཤེར་པར་མཉམ་དུ་སྟོན་དགོས་ཀྱི་ཡོད་པ་ཡིན་ན་འདི་འདྲ་ཤེར་པར་སྟོན་ཟེར་ར་ཅིག་རྒྱུ་དེ་ལ་ཅིག་བསྣན་པ་ཡིན་ན། འདི། ཨ་ནི། བཤད་པར་རེ་རེ་རེ་རེ་བྱས་ནས་བཏོན་ཡོང་གི་འདུག་དེ་ནས་དེ་འོག་ནས་ཁར་ཁར་ཡིག་རྐྱང་དེ་དེ་ནས་མཉམ་དུ་བཏོན་ཡོང་དགོས་རེད་དེ་ནས་གལ་སྲིད་མི་དགོས་བསམ་དགོས་ན་དེ་ཡིག་རྐྱང་གཅིག་པོ་ཆགས་ཡོད་པ་ཡིན་ན། འདི་གི་རྟག་ཏུ་ལེན་ཆགས་ཡོད་ན་ཡང་ཁོ་རང་གཅིག་པོ་ཆགས་འགྲོ་གི་རེད་དེ་འདྲ་གཅིག་རེད། ཨ་ནི་ད་ཁྱེད་རང་གི་ད་འདི་ཚོ་ཚང་མ་དེ་བཤད་པར་རང་གི་ནང་ནས་ལྟ་གི་ཡིན་ལབ་པ་ཡིན་ན་ཨ་ནི་འདི་སྒང་ལ་པོ་ཟེར་ཡག་གི་ཨང་གྲངས་གཅིག་འདུག་ཨོ་དེ་སྒང་ལ་གཅིག་མཐུན་པ་ཡིན་ན། འདི་ཐད་ཀར་ཁོ་རང་གི་འདི་ཡི་གེ་ནང་ང་འདི་དཔེ་ཆ་རང་གི་ནང་པར་རྒྱབ་བྱ་རྒྱུ་ལ་ནི་འཛུལ་འགྲོ་གི་ཡོད་རེད། དེ་འདྲ་ཡིན་དུས་ན་ཡོང་བསྐྱར་འདི་སྒང་ལ་ཅིག་སྣོན་པ་ཡིན་ན་ཨ་ནི་ང་ཚོ་གི་ད་དཔེ་ཀློག་བྱེད་ཐུབ་གི་ཡོད་རེད་ཟེར་ད་དཔེ་ཆ་ཀློག་ས་སྡེ་ཚན་ནང་འགྲོ་གི་ཡོད་རེད་དེ་ནི་ཕབ་ལེན་དང་གར་གྱི་དགོས་ན་ཚང་མ་བྱེད་ཆོག་ཆོག་ཡོད་རེད། ཨ་ནི་ད་ང་ཚོ་གི་འདི། ཡིག་རྐྱང་བེད་སྤྱོད་བཏང་ནས་དེ་ནི་ང་ཚོས་ཚིག་མཛོད་ནང་བཞིན་བེད་སྤྱོད་གཏོང་ཐབས་ཀྱི་རིམ་པ་དེ་དཔེ་མཚོན་གྱི་ལམ་ནས་ངོ་སྤྲོད་དེ་ཙམ་གྱིས་ཡིན། ཨ་ནི་དེ་ག་ནང་བཞིན་གྱི་ད་གཟོད་གཟུགས་ཀྱི་རིགས་ལམ་འདི་བེད་སྤྱོད་བཏང་ནས་ཨ་ནི་ཐལ་སྙད་དང་ཡང་ན་མཚན་སྙན་ཚང་བཞི་ལ་སོགས་པ་ཚུར་བཏང་ཤེས་པར་བྱེད་རོགས་ཅེས་བརྫུ་ནས་རེ་བ་ཞུ་གི་ཡོད་ཐུགས་རྗེ་ཆེ།